དེ་ནས་གྱོད་ཆེན་ས་ནས་འདམ་དབུ་མ་ཐང་དུ་སླེབས་ཤིང། དེར་བོད་ཀྱི་རྒྱལ་ཚབ་དང་སྤྱི་ཁྱབ་མཁན་པོ་ནས་དགའ་བསུ་གནང་སྟེ་རྭ་སྟེང་གོམ་པར་ཉིན་གསུམ་བསྡད་པ་ཡིན། གཞུང་སྲོལ་དགའ་བསུ་ངོ་མ་རྒྱ་ཆེ་བ། དེ་འདོད་རྒུ་ཐང་ལ་སླེབས་སྐབས་བྱུང་བ་རེད། དེར་བརྟེན་བོད་ཀྱི་སྲིད་བློན་དང་བཀའ་ཤག། དཔོན་རིགས། ཁྲོད་ཚང་མ་དང་གདན་ས་གསུམ། གཞིས་དགོན་བཅས་ཀྱི་མཁན་པོ་བླ་མ་ལས་སྣེ་རྣམས་ཕེབས་ཡོད་པ་རེད། དེར་ལྷ་ས་ཡོད་པས། དབྱིན་ཇིའི་སྐུ་ཚབ་ཀྱི་འགོ་ཁྲིད། Hugh Richardson། དང། བལ་ཡུལ་དྲུག་རྒྱ་ནག་སྐུ་ཚབ་བཅས་ནས་དགའ་བསུ་ཞུས། དེ་ནས་ང་ཚོ་ངོ་འཁོར་བརྒྱ་ཕྲག་མང་པོ་བྱེད་པ་རྣམས་རྟ་དྲེལ་རིང་པོ་བྲིས་པའི་ལྷ་སར་བསྐྱོད་སྐབས་ལམ་གཡས་གཡོན་དུ་གྲྭ་པ་སྟོང་ཕྲག་མང་པོས་མཆོད་རྫས་སྣ་ཚོགས་ཀྱི་སེར་ཕྲེང་ཚིག་བརྡའི་གཞུང་དུ། མི་མང་ཁག་མང་པོའི་དགའ་བསུའི་གཞས་དང་རོལ་ཆ་གཏོང་གི་འདུག་བོད་རྒྱའི་དམག་སྒར་ཚང་མའི་འོག་དམག་ནས་རུ་སྒྲིག་གི་གོ་བསྡུར་བྱེད་ཅིང་བོད་ལྷ་སར་ཡོད་པའི་སེར་སྐྱ་ཕོ་མོ། ཕོ་མོ། རྒན་བྱིས་བར་གསུམ་ཡོངས་རྫོགས་ནས་གྱོན་ཆས་ལེགས་ཤོས་ཀྱི་གཟབ་མཆོར་སྤྲས་ནས་དགའ་བསུ་དང་གོ་བསྡུར་ཞུ་བར་སླེབས་འདུག་མི་བདེན་ཚོས་ད་སྐྱིད་པའི་ཉི་མ་ཤར་སོང་ཞེས་སྐད་རྒྱག་པ་མཐོང་བྱུང། ང་རང་གི་རྨི་ལམ་རྨིས་པ་ལྟར་གླིང་ག་རྒྱ་ཆེན་པོ་ཞིག་ན་རང་བཞིན་གྱིས་སྐྱེས་པའི་མེ་ཏོག་སྣ་ཚོགས་བཞད་དེ། ལྷགས་རླུང་བསིལ་བསིལ་གྱི་དྲི་ངད་བཟང་པོ་འཐུལ་བ་དང། མདུན་ན་རྨ་བྱའི་གར་སྟབས་བསྒྱུར་བ་ལྟ་བུའི་ཟང་ཟིང་འདུལ་ལོང་ཆེན་པོ་འདུག། རང་དབང་དེ་སྐད་ཅེས་པ་ལ་སོགས་པའི་གླུ་གཞས་དང་རོལ་ཆའི་སྒྲ་ནམ་མཁའ་ཡོངས་སུ་གང་སྟེ་ལྷ་སར་འབྱོར་ཟིན་དུས་ཀྱང་རྨི་ལམ་ལྟ་བུའི་སྣང་བ་སྣང་བ་ཡལ་མི་འདུག། དེ་ནས་ངས་རང་གཙུག་ལག་ཁང་དུ་ཁྲིད་དེ། ཁྲིད་དེ། རྟེན་གཙོ་ཁག་ལ་མཆོད་མཇལ་གསོལ་འདེབས་ཞུས་ནས་སླར་ཡང་ང་ཚོའི་སྐུ་འཁོར་རྣམས་ཏཱ་ལའི་བླ་མའི་དབྱར་སྐྱེལ་བཞུགས་ས་ནོར་བུ་གླིང་གར་བསྐྱོད། དེ་ནས་ཀྱང་རྨི་ལམ་གྱི་བཟོ་ལྟའི་ཐོག་སྐུ་གོང་མའི་ཕོ་བྲང་དང་གཟིམ་ཆུང་ལེགས་པོ་དེ་ཚོའི་ནང་ཁྲིད་བྱུང། ང་ལྷ་སར་འབྱོར་ཆེད་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་བོད་ལྕགས། བོད་ལྕགས་རྒྱུག་ཟླ་བ་དང་པོའི་ཚེས་བཅུ་བཞི་ཉིན་གསེར་ཁྲི་མངའ་གསོལ་གྱི་མཛད་སྒོ་དེ་འཚོགས་རྒྱུ་བྱས་པ་རེད། དེ་ནི་སྔོན་སེང་གེ་ཁྲིར་སྟེང་སྡོད་རྒྱུའི་མཛད་སྒོ་རེད། ཚེས་གྲངས་འདི་བོད་ཀྱི་བླ་རྩིས་པའི་བསམ་འཆར་དང་བསྟུན་ཏེ་བསྐྲུན། ཚོགས་ཆེན་ལ་གོ་བསྡུར་ཐོག་རྒྱལ་ཚབ་ནས་བསྟན་དགེ་བཟོད་ནང་གིས་རྒྱ་ནག་གཞུང་དང་རྒྱ་གར་དང་དབྱི་གཞུང། བལ་ཡུལ་རྒྱལ་པོ་དྲུག་དང་འབྲས་ལྗོངས་ཀྱི་རྒྱལ་པོ་བཅས་སོ་སོར་གློག་འཕྲིན་ཡང་བཏང་བ་རེད། མཛད་སྒོ་དེ་རྩེ་ཕོ་བྲང་གི་ཤར་རྒྱུད་ཚོམས་ཆེན་སྲིད་ཞིའི་ཕུན་ཚོགས་སྲིད་ཞིའི་ཕུན་ཚོགས་ནང་བྱས་ཤིང་སྲིད་ཞིའི་ཕུན་ཚོགས་ཞེས་པ་འདི་ལས་ལྟོས་ཡག་པོ་ཤ་སྟག་བྱས་ས་རེད། མཛད་སྒོ་དེར་ཕེབས་མཁན་བོད་རྒྱའི་ཁྱིམ་མཚེས་རྒྱལ་ཁབ་ཚོའི་སྐུ་ཚབ་དང་བོད་གཞུང་གི་དཔོན་རིགས་སེར་སྐྱ་ཁག་གདན་ས་གསུམ་ཞི་རྒོལ་བྱེད་པའི་སྤྲུལ་སྐུ་མཁན་པོ་ལས་སྣེ་ངེད་ནང་མི་ཚོ་བཅས་ཡོད་པ་རེད། སྲིད་ཞི་ཕུན་ཚོགས་ལ་སྐྱོད་སྐབས་ང་དང་མཉམ་དུ་རྒྱལ་ཚབ་རིན་པོ་ཆེ་ཡོད། ཁོང་ནི་ཡོངས་འཛིན་དྲེགས་པ་ཡིན་དྲེགས་པ་ཡང་ཡིན། ཡོངས་འཛིན་སྐུ་གཞོན་བཀའ་ཤག་སྤྱི་མཁས་བསོད་སེམས་ཆོས་གསུམ། བདུན་བྱས་སྔར་བོད་ཀྱི་ས་ཁུལ་ཁག་གི་སྐུ་ཚབ་བཅས་ཡོད། ང། ཡར་བསྐྱོད་པ་དང་ཁོང་ཚོ་ཚང་མས་ཡར་འཐེན་ཏེ་སྡོད་མུར། བཀའ་ཤག་དང་སྤྱི་ཁྱབ་མཁན་པོ་ནས་ངེད་རང་སེང་ཐིག་སྟེང་དུ་ཕྱག་འཕྲིན་སོགས་མཛད། དོན་ཆེ་ནས་ཁོང་གིས་གཞན་རྣམས་ཀྱི་ལས་གནས་བྱས་སོང། སེང་ཐིགའམ་གསེར་ཐིག་འདི། དབྱིབས་གྲུ་བཞི་ཞིག་ལ་གསེར་རི་དང། ཕྱོགས་བཞི་ལ་སེང་གེ་བརྒྱད་བརྐོས་ཡོད་པ་སྟེ། དེ་ཆོས་ཀྱི་ལུགས་སྲོལ་ལ་བསྟུན་ནས་བཟོས་ཤིང་དེ་ཡི་སྟེང། གོ་བོལ་ཚོན་སྣ་ལྔ་སྔ་བརྩེགས་མཐོ་བརྩེགས་ཕུད། འབྲུག་བདུན་ཙམ་ཡོད་དེ་རྒྱུན་དུ་ཅོག་ཙེ་བཞི་ཡོད་པའི་ཁར་ཏཱ་ལའི་བླ་མའི་དབང་ཆའི་གདམ་ག་ཚང་མ་ཡོད་པ་རེད། པོ་ཏཱ་ལའི་ནང་བརྟན་བཞུགས་འགན་འཁུར་རྣམས་ནས་དམིགས་བསལ་གྱི་གཞན་དོན་གནང་ཞིང་མཛད་སྒོ་བཙུགས་ནས་དེ་རྣམས་ཀྱིས་རྒྱ་བལ་ཆོས་ཀྱི་མཛད་སྒོ་ཚང་མར་གསུང་ཞབས་ཀྱི་ལས་འགན་ཡོད་པ་ཞིག་ཡིན། དེ་ནས་ཁོང་ཚོའི་རྟེན་འབྲེལ་བཟང་པོའི་ཚིག་བཅད་ཐོག་ནས་ཆོས་པ་སྤུན་ཆེ་རྒྱལ་ཚབ་ཀྱིས་མ་འདས་རྟེན་གསུམ་འདེགས་འབུལ་གནང་བྱུང། དེ་ལ་དང་པོ་གསེར་གྱི་ཐུབ་དབང་སྐུ་ཞིག་དང་གཉིས་པར། གསུང་རབ་གླེགས་བམ་གསུམ་པར་མཆོད་རྟེན་བཅས་ཀྱི་རྒྱུན་ཚད་ནི་དང་པོ་ཚད་རིང་པོ་ཡོང་པ་དང་གཉིས་པ་དེ་ལ་བརྟེན་པ་ལྟར་ཁྱབ་གསུམ་པ་དེ་སངས་རྒྱས་ཀྱི་ཐུགས་བཞེད་ལྟར་འབྱུང་བས་མཚོན་དོན་དང་གོ་བ་སོགས་ཡོད་པ་ཡིན། དེ་ནས་གྱེས་ཚབ་ཡོངས་འཛིན་སྲིད་བློན་བཟོད་གསོལ་མཇལ་དར་གནང་བྱུང། གྱེས་ཚབ་ཡོངས་འཛིན་ལ་ཕར་ཨུ་ཏུ་བྱས། གྱེས་ཐབས་དང་ཡོངས་འཛིན་ལ་ཕར་ཨུ་ཏུ་བྱས། སྲིད་བློན་ལ་ལག་པ་ཕྱག་གཉིས། སྲིད་བློན་ལ་ལག་པ་གཉིས་ཀའི་ཕྱག་དབང་བྱས། དེ་ནས། མཁན་སྒྲོ་ཆེ་བ་ནས་སྣེ་ཁྲིད་བྱས་ནས་དཀར་ཡོལ་དང་རྒྱུད་ཀྱི་སྡེར་མ་ཞིག་དང་གྲོ་མ་ཕུལ་བྱས། གསོལ་བཏབ་པ་གཞན་གྱི་མཛད་སྒོ་དེར་འབྲེལ་ཡོད་ཚང་མར་འབྲུ་དྲལ་ཕུལ། དེ་ནི་བོད་ཀྱི་མཛད་སྒོའི་ཚང་མར་རྟེན་འབྲེལ་བཟང་པོའི་རྟགས་མཚན་དུ་གྲགས་ཏེ་བཀྲ་ཤིས་པའི་བཀྲ་ཤིས་པ་ལྟར་ལྟ་བུར་བྱས་བཀྲ་ཤིས་པའི་རྫས་ལྟ་བུར་བྱས། དེ་བྱས་གསོལ་བྱ་བཏེགས། བཏེགས་ཏེ། རིམ་རིམ་པས་ཚང་མར་གསོལ་ཇ་ཕུལ་བྱས་འདས་ཟིལ་འབུད་ཀྱི་རེད། འདི་ཚོའི་སྐབས། དེ་སྲས་མཁས་པ་གཉིས་ནས་ཆོས་ཀྱི་དོད་གླེང་དང་དེ་བྱས་ཕྲུ་གུ་འགའ་ཤས་ནས་རོལ་ཆ་དང་བསྟུན་ཏེ་གར་འཁྲབ། ཡང་ཡང་ཆོས་ཀྱི་དོད་གླེང། མཇུག་ཐུག་རྒྱུ་བྱས་ཏེ་དེའི་སྐབས་ཚོགས་ཆེན་དེའི་དབུས་སུ་བོད་ཀྱི་ཁ་ཟས་ཤིང་ཏོག་གསོལ་བ་དང་སེང་ཏོག་གསོལ་བ་དང་སྐམ་པོ་སོགས་སྣེ་མང་རྒྱ་ཆེར་བྲིས་ཏེ་དེའི་མཚམས་རྒྱལ་ཚབ་ནས་བོད་གཞུང་གི་མ་འབྲེལ་འཇིག་རྟེན་འདིར་ཡོད་དགུའི་བརྟག་ཞིབ་རྟགས་བཞི་བརྒྱའི་བཀོད་པས་ལོགས་གཅིག་ནས་བཀའ་ཤག་དང་གཅིག་ནས་སྤྱི་ཁྱབ་ཆེན་པོས་བཏེགས་ཏེ་དགེ་ཆེར་ནས་བཤད་པ་ཡུན་རིང་གནང་པའི་ཁོང་གིས་གསུང་གསལ་བོད་ཀྱི་བླ་མ་ལྷ་དང་བཅས་པའི་ལུང་དོན་བཞིན་ཡང་སྲིད་ཡུན་རིང་འཚོལ་ཞིབ་ཀྱིས་ལུང་དང་མཐུན་པར་སྔོན་བོད་གཞུང་མི་མང་སེར་སྐྱ་ཡོངས་རྫོགས་ནས་གསེར་ཁྲི་ལ་མངའ་གསོལ་ཞུས་པའི་གནས་ལུགས་དང་ཁོང་གིས་རེ་འདུན་གནང་བར་བོད་ཀྱི་ཆོས་སྲིད་དར་རྒྱས་དང་མི་མང་བདེ་སྐྱིད་ཡོང་ཆེད་ང་ཚེ་རིང་པོར་སྡོད་དགོས་གསུངས། དེའི་ཆེད་བོད་གཞུང་ནས་འབུལ་བར། དང་པོ་གསེར་གྱི་འཁོར་ལོ། དངུལ། དུང་དཀར་ཕུལ། གསེར་གྱི་འཁོར་ལོ་དང་དུང་དཀར་ཕུལ། དེའི་ཆེད་ཆོས་སྲིད་གཉིས་ཀྱི་དབང་ཆའི་རྟགས་མཚན་རེད། བཀྲ་ཤིས་ལེགས་འཛོམ་གོང་འཕེལ་གྱི་རྟགས་མཚན། བཀྲ་ཤིས་རྟགས་བརྒྱད། རྒྱལ་པོའི་རིགས་ཀྱི་ཕུན་ཚོགས་རྒྱལ་སྲིད་སྣ་བདུན་སོགས། ནོར་སྣ་མང་པོའི་སེར་སྐྱ་ལས་བཅས་པས་རིམ་བརྟན་གྱིས་བསྟར་འབུལ་བྱེད་ཅིང་དེ་ནས་མཇལ་ཁའི་སྐབས་ལ་དང་པོ་བོད་གཞུང་དཔོན་རིགས་རྣམས་ལ་ཕྱག་དབང་དང་དེའི་རྗེས་ཕྱི་རྒྱལ་སྐུ་ཚབ་ཚོས་མཇལ་དར། མཇལ་དར། འབུལ་ཀློག་སྐབས་སྐུ་ཚབ་རིམ་པས་སྐུ་ཚབ་རིམ་པ་མཐོ་བ་རྣམས་ལ་ངོས་རང་གི་མཇལ་དར་ཕྱིར་སློག་བྱིངས་རྣམས་མགྲོན་གཉེར་ཆེན་མོ་ནས་མཇལ་དར་འབུལ་ཀློག། དེ་ནས་ཚོམས་ཆེན་དབུས་སུ་བྲིས་པའི་ཤིང་རྟའི་ཐོག་མར་ངོས་ལ་བཏེགས། དེའི་རྗེས་རིམ་པས་ཚང་མར། འདེམས་སྤྱོད་བྱེད་སླར་ཡང་བསྐྱར་དང། ཡང་བསྐྱར་དང། འདེམས་སྤྱོད་བྱེད་སླར་ཡང་བསྐྱར་དང། འདེམས་སྤྱོད་བྱེད་སླར་ཡང་བསྐྱར་དང་ལྷ་དང། ཀླུ། དྲི་ཟ། གྲུལ་བུམ་མི་ཡམ་ཅི་གནོད་སྦྱིན་སོགས་ཀྱི་ཚུལ་དུ་འབག་གོན་པ། དལ་བརྩིགས་ནས་ཡུལ་ལ་བསྟོད་པའི་གླུ་གཞས་གཏོང་བ་དང་དལ་ཆེ། སྔར་རྒྱ་ནག་རྒྱ་གར་གྱི་ཨཅཱ་རི་ཡའི་འདྲ་འབག་རྒྱུན་མཁན་བཞི་ཡོང་ནས་གར་འཁྲབ། ཡང་དལ་བྲོས་པ། དལ་བྲོས་པ་ཟེར་བའི་གྲྭ་པ་གཉིས་ནས་བོད་ཀྱི་རྒྱལ་རབས་ནང་གི་ལོ་རྒྱུས་ཀྱི་འབེལ་བཤད་ལ་འོག་པ་རིང་པོ་འབེལ། འབེལ་གཏམ་བཤད། དེའི་ཕྱིར། མགར། འཁྲབ་འཇུག་བགྲོ་གླེང་བ་རྒན་པ་དེར། རང་གཏམ་གྱི་ཏཱ་ལའི་བླ་མའི་སྐུ་ཚེ་རིང་པོ་བརྟན་པ་དང་ཆོས་དར་རྒྱས་ཡོང་བ་ཏཱ་ལའི་བླ་མའི་གཞུང་གི་དབང་ཆའི་འོག་ཞི་བདེ་དང་ཡར་རྒྱས་ཡོང་བ་སོགས་ཀྱི་ཚིགས་བཅད་བསྐྱོར། ངས་ཁོང་གི་རང་རྩོམ་ཚིགས་བཅད་ལ་ག་བོའི་ངང་ནས་ཁོང་ཉིད་ལ་དམིགས་བསལ་གྱི་ཕྱག་དབང་དང་ཁ་བཏགས་རེ་གཡོགས་དེ་ནས་མཛད་སྒོ་འཚོགས། མཛད་སྒོ་དེ་དུས་རིང་པོ་བྱུང་སོང། དེར་ཡོད་སེར་སྐྱ་དཔོན་རིགས། བསྣམས་ནས་ང་ལོ་ཆུང་ཆུང་ང་ལོ་ཆུང་ཆུང་ཡིན་ཡང་མཛད་སྒོ་དེར་དོད་སྟངས་དང་བྱ་སྟངས་ཀྱི་རྣམ་འགྱུར་ཧ་ཅང་ཡག་པོ་བྱུང་སོང་གཞས་ག་པོ་བྱེད་ཀྱི་འདུག་དེ་ནས་གཟིམ་ཆུང་ཕུན་ཚོགས་སྡོད་ཁྱིའི་ནང་དུ་ཕྱིན་པ་ཡིན་ཕུན་ཚོགས་སྡོད་ཁྱི་ཞེས་པ་ནི་འདོད་པའི་བྱ་བ་ཐམས་ཅད་འགྲུབ་ཅེས་པ་རེད་དེ་ཡི་ནང་གསེས་ཁྲི་མངའ་གསོལ་གྱི་མཛད་སྒོར་ཡོད་པའི་དཔོན་རིགས་མཐོ་བ་ཚང་མ་ཕེབས་ཏེ་ཏཱ་ལའི་བླ་མའི་དབང་ཆའི་དམ་འབུལ་རྣམས་ང་ལ་སྤྲད། དེ་ནས་ཡིག་ཆ་འགའ་ཤས་དང་གོམ་པ་ཚོར་སྤྲོད་ཆས་ཀྱི་སངས་རྒྱས་ཀྱི་སྐུ་རྟེན་རྫས་ཁ་བཏགས་སོགས་ལ་འདམ་རྒྱ་ཕབ། དེ་ཚོ་དབང་ཆ་ཚང་མ་ཡོད་པའི་རྟགས་མཚན་གྱི་ཐོག་མ་རེད། ང་ལོ་བཞི་དང་ཕྱེད་ཀ་ལ་སླེབས་པའི་སྐབས་ཏཱ་ལའི་བླ་མའི་སྐུ་ཕྲེང་བཅུ་བཞི་པ་བོད་ལྗོངས་གལ་སྲིད་དང་ཆོས་སྲིད་གཉིས་ཀྱི་འགོ་ཁྲིད་ཡིན་པར་ངོས་འཛིན་བྱས་ནས་བོད་བོད་མི་ཚང་མའི་མ་འོངས་པའི་དུས་སུ་བདེ་སྐྱིད་ཡུན་བརྟན་ཡོང་བའི་རྨང་གཞི་བྱུང་པར་བསམས་སོ།